ཉི་ཤུ། སྤྱི་ཡོངས་ཀྱི་འགན་འཁྲི་དང་བཟང་སྤྱོད་ཀྱི་དགོས་མཁོ། སྲིད་དོན་ནང་ཡ་རབས་སྤྱོད་བཟང་གི་གོ་གནས། བདེ་སྐྱིད་ནི་མིའི་ཐུན་མོང་མ་ཡིན་པའི་ཁེ་དབང་ཞིག་ཡིན་པས་མི་རྣམས་ཀྱིས་དེ་འབད་སྒྲུབ་བྱེད་ཅིང། སྐྱེ་བོ་ཐམས་ཅད་ལ་འདྲ་མཉམ་གྱི་སྒོ་ནས་རང་རང་གི་བདེ་སྐྱིད་འཚོལ་སྒྲུབ་བྱེད་པའི་ཐོབ་ཐང་ཡོད། སྡུག་བསྔལ་འཚོལ་མཁན་ནི་སུ་ཡང་མེད། དྲང་བདེན་དང་འདྲ་མཉམ་གྱི་ཐོབ་ཐང་ནི་མིའི་ཐུན་མོང་མ་ཡིན་པའི་ཁེ་དབང་གི་ཁོངས་སུ་གཏོགས་པ་ཞིག་རེད། འོན་ཀྱང་དེ་དག་སྟོབས་ཤུགས་དང་རྒྱུ་དངོས་ཀྱི་དབང་དུ་མ་སོང་བར། རྩ་བ་གཞན་ཕན་གྱི་ལྷག་བསམ་བཟང་པོའི་སྒོ་ནས་ལག་ལེན་དུ་འདྲ་མཉམ་གྱི་ཁེ་དབང་གཉིས་མཉམ་གནས་ཐུབ་པའི་ཆེད་དུ་སྤྱི་ཚོགས་ནང་གཞན་ཕན་གྱི་ལྷག་བསམ་སྤེལ་དགོས། ཡ་རབས་སྤྱོད་བཟང་གི་རང་བཞིན་སྲ་བརྟན་ཞིག་ཚུགས་དགོས་པ་ནི་སྔོན་འགྲོའི་ཆ་རྐྱེན་ལྟ་བུ་ཡིན། ཡ་རབས་གཞུང་བཟང་དང་བྲལ་བའི་སྐྱོན་ཆ་ནི། དྲང་བདེན་དང་འདྲ་མཉམ་གྱི་ཁེ་དབང་ལྡན་པའི་འཛམ་གླིང་ཞིག་ཡོང་བའི་འགོག་རྐྱེན་ཆེ་ཤོས་སུ་གྱུར་ཡོད། དེང་སང་ཡ་རབས་གཞུང་བཟང་དང་བྲལ་བའི་རྐྱེན་གྱིས་སྐྱོན་ཆ་ལྷག་པའི་སྐོར་ལ་སེམས་ཁུར་གྱིས་གླེང་སློང་གི་སྐད་ཆ་ཇི་སྙེད་ཅིག་ཡོང་གི་ཡོད། སྤྱི་ཚོགས་ཁྱོན་ཡོངས་ཀྱི་སྒྲིག་གཞིར་ནུས་ཤུགས་ལྡན་པའི་བསྒྱུར་བཅོས་ཆེན་པོ་ཞིག་གཏོང་དགོས་ཤིང། སྒྲིག་གཞི་དེའི་གཙོ་བོའི་ནུས་པ་སྟེ་སྤྱི་ཚོགས་ཀྱི་གཙོ་བོའི་མི་རྣམས་ཀྱིས། རང་རང་གི་ལྟ་སྤྱོད་དང་བསླབ་ཁྲིམས་ལ་བསྐྱར་དུ་ཞིབ་འཇུག་བྱེད་དགོས། དེ་ནི་སྒྱུར་བཅོས་དེ་རིགས་གཏོང་བར་ཕན་ནུས་ཆེན་པོ་ལྡན་པ་ཞིག་ཡིན། འོན་ཀྱང་མཁྲེགས་བཟུང་ཅན་འགའ་ཤས་ནས་དེ་འདྲའི་སྤྱི་ཚོགས་ཀྱི་ལམ་ལུགས་ཤིག་སྒྱུར་བཅོས་གཏོང་ཐུབ་མིན་སྐོར་ལ་དྲི་བ་ཡོང་སྲིད་རུང། མིའི་སྤྱི་ཚོགས་ཀྱི་བྱེད་པོ་ནི་ང་ཚོ་རང་ཉིད་མ་ཡིན་ནམ། སྤྱི་ཚོགས་ཀྱི་དཀའ་རྙོག་འདི་ཐོག་མར་མིས་བཟོས་པ་ཞིག་ཡིན་ཅིང། གལ་ཏེ་དེར་སྒྱུར་བཅོས་གཏོང་དགོས་ན། སྒྱུར་བཅོས་གཏོང་བའི་དབང་ཆ་མི་ཁོ་ནར་ཡོད། མི་དང་སྤྱི་ཚོགས་གཉིས་ནི་གཅིག་ལ་གཅིག་བརྟེན་ཡིན་པས། སྐྱེ་བོ་སོ་སོའི་སྤྱོད་ལམ་ལེགས་ཉེས་དེ་ཡང། སྐྱེ་བོ་རང་ཉིད་མིའི་སྤྱི་ཚོགས་ཀྱི་ཁོངས་མི་ཞིག་ཡིན་པའི་ཆ་ནས་ཁ་བྲལ་ཐབས་མེད་པ་ཞིག་ཡིན། འདས་པའི་དུས་སུ་འཛམ་གླིང་དེ་དྲང་བདེན་དང་འདྲ་མཉམ་ལྡན་པ་ཞིག་ཏུ་འགྱུར་ཆེད། སྤྱི་ཚོགས་མི་བདེ་བ་དང་ཆ་ལོག་གི་བསམ་སྤྱོད་ཁག་ཇེ་ཉུང་དུ་གཏོང་ཐབས་ཀྱི་འཐབ་རྩོད་བྱས་ཡོད་པར་མ་ཟད། དེའི་ཆེད་དུ་བསྐྱར་བཅོས་ཀྱང་མང་པོ་བྱས་ཡོད། སྤྱི་ཚོགས་ཀྱི་དཀའ་ངལ་དེ་དག་སེལ་ཆེད་བསམ་བློའི་འཁྱེར་སོ་ལེགས་པའི་ཚོགས་པ་དང་སྒྲིག་འཛུགས་ཁག་མང་པོ་བཙུགས་ཡོད། དེ་འདྲའི་སྐུལ་སློང་དང་སྒོས་དོན་དམིགས་ཡུལ་བཅས་ནི་བསྔགས་འོས་སུ་གྱུར་ཀྱང། སྟབས་མི་ལེགས་པའི་གནས་ཚུལ་ཞིག་ལ། རང་དོན་འབའ་ཞིག་བསྒྲུབ་འདོད་ཀྱི་བསམ་པས་གཞི་རྩའི་བསམ་བློ་བཟང་པོ་དེ་ལམ་དུ་མ་ལྷོང་པར་ལུས་ཤིང། དེང་སང་ཡ་རབས་སྤྱོད་བཟང་གི་བསླབ་ཁྲིམས་ཁག་དང། ལྷག་པར་དུ་སྲིད་དོན་གྱི་ལམ་ཕྱོགས་ཁག་རྣམས་རང་དོན་སྒྲུབ་ཕྱོགས་ཀྱི་དྲི་མ་ནག་པོས་བྲིས་པ་ནི་བློ་ཕམ་ཆེ། བསམ་བློ་གཏོང་སྟངས་མི་འདྲ་བ་ཁག་ཅིག་གིས་སྲིད་དོན་ནི་ཡ་རབས་སྤྱོད་བཟང་གི་བསླབ་ཁྲིམས་དང་མི་མཐུན་པ་མཐོང་སྟེ། ཡ་རབས་སྤྱོད་བཟང་གི་བསླབ་ཁྲིམས་ནི་སྲིད་དོན་སྤང་བྱར་བཟུང་དགོས་ཞེས་བརྗོད་ཀྱི་ཡོད། བརྗོད་ཚུལ་དེ་ནི་ནོར་འཁྲུལ་ཞིག་རེད། གང་ཡིན་ཞེ་ན་ཡ་རབས་སྤྱོད་བཟང་དང་བྲལ་བའི་སྲིད་དོན་གྱིས་མིའི་སྤྱི་ཚོགས་ཀྱི་བདེ་དོན་ཚུལ་བཞིན་སྒྲུབ་མི་ཐུབ། ཡ་རབས་སྤྱོད་བཟང་ནས་བྲལ་བའི་མི་ནི་དུད་འགྲོ་དང་ཁྱད་པར་མེད་པ་ལྟ་བུ་ཞིག་ཡིན། སྲིད་དོན་གྱི་ལྟ་བ་ནི་དེང་སང་གི་སྲིད་དོན་དང་མཉམ་དུ་འབྲེལ་བའི་བཙོག་པ་རྙོག་འཛིང་ཅན་ཞིག་མིན་ཡང་སྲིད་དོན་རིག་གཞུང་གི་ལག་ཆ་ཁག་རང་དོན་སྒྲུབ་ཆེད་དུ་བེད་སྤྱོད་ཀྱིས་ཡང་དག་པའི་གཞི་རྩའི་ལྟ་བར་འཁྱོག་བཤད་བྱེད་ཀྱི་ཡོད། དེང་སང་ཆོས་པ་འགའ་ཞིག་ནས་ཆོས་སྲིད་དོན་གཉིས་མཉམ་སྤྱོད་བྱེད་པའི་ཐད་ལ་མི་འདོད་པའི་གླེང་གཞི་ཡོང་གི་ཡོད། གང་ལགས་ཤེ་ན། སྲིད་དོན་ལ་བརྟེན་ནས་ཆོས་ལ་སྲིད་ལས་ཞུགས་ཏེ། ཡ་རབས་སྤྱོད་བཟང་འཐོར་ཞིག་འགྲོ་རྒྱུར་འཇིགས་སྣང་བྱེད་ཀྱི་ཡོད། བསམ་ཚུལ་དེ་ནི་རང་འདོད་ཅན་དང་འགལ་བ་ཅན་གཉིས་ཀ་རེད། ཆོས་ལུགས་ཐམས་ཅད་སེམས་ཅན་ལ་ཞབས་འདེགས་དང་ཕན་བདེ་སྒྲུབ་པའི་ཆེད་དུ་བྱུང་ཞིང། གལ་ཏེ་དེ་དག་སྲིད་དོན་དང་ཁ་བྲལ་ན། སྤྱི་ཚོགས་ཀྱི་བདེ་དོན་སྒྲུབ་པའི་ཆ་རྐྱེན་ནུས་ཤུགས་ཅན་ཞིག་དོར་བ་རང་ཡིན། ཡ་རབས་སྤྱོད་བཟང་གི་ལྟ་སྤྱོད་ཡང་དག་དང་ལྡན་ཞིང་རང་འདོད་ཀྱི་བསམ་པ་ཕྲ་མོ་ཙམ་ལས་མེད་ན་ཆོས་སྲིད་ཟུང་འབྲེལ་བྱ་རྒྱུ་ནི་སྤྱི་ཚོགས་ཀྱི་བདེ་དོན་ལ་ཕན་ཐོགས་ཆེ་བའི་ཆ་རྐྱེན་ཞིག་རེད། སྲིད་དོན་ལག་ལེན་བསྟར་མཁན་ཚོས་ཡ་རབས་ཀྱི་བསླབ་ཁྲིམས་དང་སྲིད་དོན་གཉིས་ཟུང་འབྲེལ་བྱེད་སྐབས་རང་ཉིད་ཡ་རབས་སྤྱོད་བཟང་ལྡན་པའི་སྣེ་ཁྲིད་མཁན་ཞིག་ཡོང་བ་བྱེད་དགོས། དེ་ལྟར་བྱུང་ན་མི་དང་མིའི་སྤྱི་ཚོགས་ལ་ཕུགས་རྒྱང་རིང་པོའི་ཕན་ཐོགས་ཡོང་གི་རེད། སྲིད་དོན་ནང་ཆོས་དང་ཡ་རབས་སྤྱོད་བཟང་བྱེད་ཐབས་མེད་ཟེར་བ་དང། ཆོས་དང་ཡ་རབས་སྤྱོད་བཟང་ལ་ཡིད་ཆེས་བྱེད་མཁན་ཚོ་བྱ་བྲལ་བ་ལྟར། དབེན་པར་གཅིག་པུར་སྡོད་དགོས་བསམ་པ་ནི་མི་རིགས་པའི་བསམ་ཚོད་ཅིག་ཡིན། བསམ་བློ་དེ་དག་ནི་མི་དང་སྤྱི་ཚོགས་དབར་གྱི་འབྲེལ་བ་དང། མིའི་མི་ཚེའི་ནང་གི་སྲིད་དོན་གྲུབ་ཆ་ཁག་ཕན་ཚུན་ལྟོས་བཅས་ཡིན་པའི་གནས་ལུགས་ཇི་བཞིན་མ་ཤེས་པའི་སྐྱོན་རེད། རབ་ཏུ་ཕྱུག་པའི་ཡ་རབས་སྤྱོད་བཟང་འདི་ཆོས་པ་ལ་དགོས་མཁོ་ཡོད་པ་ལྟར་སྲིད་དོན་པ་ཚོ་ལའང་དེ་མཚུངས་ཀྱི་དགོས་མཁོ་ཡོད། གང་ལགས་ཤེ་ན། སྲིད་དོན་མཁས་པ་དང་དབང་སྒྱུར་བ་ཚོས་ཡ་རབས་སྤྱོད་བཟང་གི་བསླབ་ཁྲིམས་དང་དེ་ལ་དད་འདུན་གྱི་བསམ་པ་བརྗེས་ན་ཉེན་ཁ་ཧ་ཅང་ཆེ་བའི་རྗེས་འབྲས་ངན་པ་ཞིག་ཡོང་རྒྱུ་ཡིན་པ་ཤེས་གསལ་རེད། ང་ཚོ་དད་མོས་བྱེད་མཁན་ཞིག་ཡིན་དང་ཡང་ན་ལྷ་འདྲེ་མེད་པར་སྨྲ་མཁན་ཞིག་ཡིན། དེ་མིན་དཀོན་མཆོག་གམ་ལས་འབྲས་ལ་ཡིད་ཆེས་བྱེད་མཁན་ཞིག་བཅས་ག་འདྲ་ཞིག་ཡིན་རུང་ཡ་རབས་སྤྱོད་བཟང་ནི་ཚང་མས་ལག་ལེན་བྱེད་འོས་པ་ཞིག་ཡིན། ང་ཚོར་དགོས་པ་ནི་འགྲོ་བ་མིའི་ཁྱད་ཆོས་བཟང་པོ་སྟེ་ངོ་ཚ་ཁྲེལ་གཞུང་དང་བྱམས་སྙིང་རྗེ། འདུལ་ཆུང་ཆོག་ཤེས་བཅས་ཡིན། སྤྱོད་བཟང་ཐོག་སྙོམས་ཆུང་དང་ཉམས་ཞན་ངོས་འཛིན་ཐུབ་པའི་གཤིས་རྒྱུད་དེ་ནི། ཕན་ཡོད་ཀྱི་སྤྱི་ཚོགས་ཁོར་ཡུག་ནང་དུ་མི་སྒེར་སོ་སོས་འབད་བརྩོན་ཆེ་བསྐྱེད་བྱས་པ་ཁོ་ནར་བརྟེན་ནས་ཡོང་ཐུབ་པ་ཡིན། དེ་འདྲ་བྱུང་ན་མཐའ་མའི་དམིགས་ཡུལ་དེ། སྔར་ལས་བྱམས་སྙིང་རྗེ་དང་སེམས་བཟང་ལྡན་པའི་འཛམ་གླིང་ཞིག་ཡོང་ཐུབ། ཡ་རབས་སྤྱོད་བཟང་འཕེལ་རྒྱས་གཏོང་རྒྱུར་དངོས་གཙོའི་རིང་ལུགས་ཀྱི་ཕན་ནུས་གང་ཡང་སྟོན་མ་ཐུབ་པ་མྱོང་བས་གྲུབ་པ་དང། བྱམས་སྙིང་རྗེ་དང་འདུལ་བྱུང་ཆོག་ཤེས་ནི་མིའི་རང་བཞིན་ལྷན་སྐྱེས་ཤིག་ཡིན། ཧ་ཅང་དགོས་གལ་ཆེ་བ་ཞིག་ལ་གཤིས་རྒྱུད་བཟང་པོ་དེ་དག་གོང་འཕེལ་གཏོང་བའི་ལས་འགན་ཆེན་པོ་ཞིག་སྤྱི་ཚོགས་ཀྱི་ཚོགས་སྡེ་ཁག་དང་ཆོས་ལུགས་ཁག་ལ་ཡོད་ན། ཚང་མས་ལྷག་བསམ་བཟང་པོའི་སྒོ་ནས་དམིགས་ཡུལ་འགྲུབ་པའི་ཆེད་དུ་ནུས་ཤུགས་གཅིག་སྒྲིལ་གྱིས་འབད་བརྩོན་བྱེད་དགོས་པ་མ་ཟད། ཕན་ཚུན་ཞེ་འཁོན་དང་ཕྱོགས་རིས་ཀྱི་བསམ་བློ་དོར་ནས་ཤེས་རྟོགས་ལྡན་པའི་མཛའ་མཐུན་ལྷིང་འཇགས་ཀྱི་སྤྱི་ཚོགས་ཤིག་འཛུགས་དགོས། དེང་སང་འགྲུལ་བཞུད་སྟབས་བདེ་རུ་སོང་བའི་དབང་གིས་འཛམ་གླིང་ཆུང་དུ་ཕྱིན་པ་དང། སོ་སོའི་ནུས་པས་འདེགས་མིན་གྱི་རྐྱེན་པས་རྒྱལ་ཁབ་སུ་འདྲ་ཞིག་ཡིན་ཀྱང་འབྲེལ་མེད་ཁེར་རྐྱང་དུ་གནས་ཐུབ་ཐབས་མེད། ཡ་རབས་སྤྱོད་བཟང་གི་རྨང་གཞིའི་ཐོག་ནས་འཛམ་གླིང་སྤྱི་ཡོངས་ཀྱི་དོན་དུ་སེམས་ཁུར་ཉམས་ལེན་མ་བྱས་ན། ང་རང་ཚོ་ད་ལྟ་འཚོ་གནས་མི་ཐུབ་པའི་དུས་ཚོད་གཉན་འཕྲང་ཞིག་ཏུ་གནས་ཡོད། དེར་བརྟེན་ང་ཚོས་བྱམས་པ་དང་དྲང་བདེན་འདྲ་མཉམ་བཅས་ཀྱི་འཛམ་གླིང་ཞིག་བསྐྲུན་རྒྱུ་དེ་ང་ཚོ་རང་ཉིད་ཀྱི་ཁེ་ཕན་ཆེད་དུ་ཡིན། དེ་ལྟ་བུའི་འཛམ་གླིང་ཞིག་བསྐྲུན་རྒྱུར་མཁོ་བའི་མི་གཤིས་དེ་ཆུང་བྱིས་པའི་དུས་ནས་སློབ་སྦྱོང་བྱེད་དགོས། རྩ་བའི་རྨང་གཞི་དེ་ལྟ་བུ་ཞིག་མེད་པར་ད་ལྟའི་མི་རབས་རྗེས་མའི་དུས་སུ་ལེགས་བཅོས་བྱ་རྒྱུ་ཚོད་དཔག་བྱེད་མི་ཐུབ། གལ་ཏེ་དེ་ལྟ་བུ་ཞིག་སྒྲུབ་པའི་རེ་བ་ཡོད་ན་རེ་བ་བཅོལ་ས་ནས་མ་འོངས་པའི་མི་རབས་ཡིན། འོན་ཀྱང་ད་ལྟ་ནས་ང་ཚོས་འཛམ་གླིང་ཡོངས་ཀྱི་ཤེས་ཡོན་སློབ་སྦྱོང་སྤྲོད་སྟངས་ལ་ལེགས་བཅོས་བྱེད་འགོ་མ་བཙུགས་ན་རེ་བ་སྟོང་པ་རེད། ཡ་རབས་སྤྱོད་བཟང་གི་རྨང་གཞིའི་ཐོག་ནས་བྱུང་བའི་སྲིད་དོན་གྱི་རིག་གཞུང་ཞིག་འཛུགས་པར་ཤུགས་དྲག་ཆེ་བའི་གསར་བརྗེ་བྱ་རྒྱུ་ནི་ཐག་གཅོད་ཀྱི་རང་བཞིན་ལྡན་པ་ཞིག་ཡིན། འོན་ཀྱང་ལས་སྒོ་དེ་འདྲ་ཞིག་རྒྱལ་ཁབ་ཆུང་བ་དང་སྟོབས་ཆེན་གྱིས་བརྩམས་ན། ཕལ་ཆེར་ལམ་ལྷོང་དཀའ་བས། ངེས་པར་དུ་སྟོབས་ཆེན་རྒྱལ་ཁབ་ཚོས་ལས་སྒོ་བརྩམས་དགོས། གལ་ཏེ་སྟོབས་ཆེན་རྒྱལ་ཁབ་རྣམས་ནས་ཡ་རབས་སྤྱོད་བཟང་གི་རྨང་གཞིའི་ཐོག་སྲིད་དོན་གྱི་ཐབས་ཇུས་ཤིག་ལག་ལེན་བསྟར་ཏེ། འགྲོ་བ་མིའི་བདེ་སྐྱིད་ལ་བསམ་པ་ཐག་པ་ནས་བཅོས་མིན་གྱི་སེམས་ཁུར་བླངས་ན། མདུན་ལམ་གསར་པ་ཞིག་དང་རེ་བའི་འོད་ཟེར་གསར་པ་ཞིག་འཕྲོ་ཐུབ་ངེས་ཡིན། དེ་འདྲའི་གསར་བརྗེའི་ལས་འགུལ་ནི་འཛམ་གླིང་ནང་དྲང་བདེན་དང་འདྲ་མཉམ་གྱི་དམིགས་ཡུལ་འགྲུབ་པའི་ཐབས་ཇུས་གཞན་ཐམས་ཅད་ལས་ཁྱད་དུ་འཕགས་པ་ཞིག་ལ་འགྱུར་གྱི་རེད། རང་ངོས་ནས་ཡ་རབས་སྤྱོད་བཟང་ལ་སེམས་ཁུར་ཤིན་ཏུ་ཆེན་པོ་བྱེད་ཀྱི་ཡོད་པས། འགྲོ་བ་མིའི་གནས་ལུགས་ལ་མཁས་པ་རྣམས་དང། ངོས་དང་བསམ་ཕྱོགས་མཐུན་པ་རྣམས་ལ་འཛམ་གླིང་སྤྱི་དང། བྱེ་བྲག་ང་ཚོའི་སྤྱི་ཚོགས་འདི་སྔར་བས་བྱམས་སྙིང་རྗེ་དང། སྔར་བས་དྲང་བདེན། སྔར་བས་འདྲ་མཉམ་གྱི་ཁེ་དབང་ལྡན་པ་བཅས་ཤིག་ཏུ་འགྱུར་རྒྱུར་ཕན་གྲོགས་གནང་རོགས་ཞེས་འབོད་སྐུལ་ཞུ་རྒྱུ་ཡིན། སྤྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་དགུ་ལོར ྋགོང་ས་མཆོག་གིས་བསྩལ་བའི་བཀའ་རྩོམ་འདི་ཉིད། Leaders Magazine། ཞེས་པའི་དུས་དེབ་ཐོག་བཀོད་པ་ནས་བོད་ཡིག་ཏུ་བསྒྱུར་བ།